འཐབ་རྩོད་པ་ཆགས་བསྡད་ཀྱི་ཡོད་རེད་ལྟ་བ་ལང་ཕྱོགས་གཉིས་པ་འདི། ཧ་ནི་དབུ་མ་ལམ་དབུ་མའི་ལམ་འདི་ཆགས་བསྡད་ཀྱི་ཡོད་རེད། རང་བཙན་འཐབ་རྩོད་པ་ཡིན་ནས་རེད་དབུ་མའི་འཐབ་རྩོད་པ་ཡིན་ནས་རེད། འདི་སྐད་འདི་གའི་ཡོངས་རྫོགས་འདི། ང་རང་ཚོ་དགྲ་བོ་རྒྱ་ནག་ལ་ཡར་ཕ། གདོང་བཏུས་ནས་སྐད་ཆ་བཤད་དགོས་ཀྱི་ཡོད་རེད་ད་ག་ནང་བཞིན་དབུ་མའི་གོ་རྟོགས་སྤེལ་བ་ཡིན་ནས་འདྲ། རང་བཙན་གྱི་འཐབ་རྩོད་བྱས་པ་ཡིན་ནས་འདྲ། འོ་ཡ། རྒྱལ་རྗེ་སྡིངས་ཆའི་སྒང་ལ་ཡར་ཤད་སྒུག་གི་ཡོད་རེད། དབུ་མའི་ལམ་གྱི་འཐབ་རྩོད་པ་ཡིན་ནས་འདྲ། འདི་གས་དེ་གའི་ལས་འགུལ་དང་ག་རེ་སྤེལ་དགོས་ཡིན་ནས་བོད་ནང་གི་བདེ་སྡུག་འདི་ཚོ་འཛམ་བུ་གླིང་གི་སྡིངས་ཆ་སྒང་ལ་སྟོན་སྒུག་གི་ཡོད་རེད་བ། ད་ལྟ་རྒྱལ་རྗེ་དབུ་མའི་ལམ་ཟེར་ནས་ད་ནི་ཚོགས་པ་གཅིག་བཙུགས་ནས་དེ་ནས་ཁོ་འགྲོ་བསྡད་ཡ་དེ། ང་རང་ཚོ་བོད་པའི་ནང་ལོགས་ལ་ཡ་རང་བཙན་དང་དབུ་མ་གི་བར་ལ་ཡ་རྒྱལ་ཟླ་ཆེན་པོ་ཟུར་ཉན་གཅིག་དང། མི་ཁ་ཤས་ཀྱིས་དཔལ་འབྱོར་སོ་སོའི་སྦག་གུག་ཚ་པོ་བཟོས་ཡ་དང་སྦག་གུག་མཐུག་པོ་བཟོས་ཡ་གི་དེ་འདྲའི་ཅིག་མ་གཏོགས་ཅེས་ཀྱི་ཡ་ནི་དབུ་མའི་ལམ་གྱི་ཐོག་ནས་ཅིག་དངོས་གནས་ཁོ་རང་བོད་སྤྱི་པ་ལ་དང་ད་ག་ནང་བཞིན་ཅིག་ང་རང་ཚོ་དབུ་མའི་ལམ་འདི་ལ་ཡ་རྒྱབ་ཕྱོགས་སེམས་གཏིང་ནས་རྒྱབ་སྐྱོར་བྱས་ནས་དབུ་མའི་ལམ་གྱི་ཚོགས་པ་བཙུགས་པ་དང་སེམས་གཏིང་གི་དབུ་མའི་ལམ་ལ་ཡང་རྒྱབ་སྐྱོར་བྱས་ནས་འགྲོ་དེ་ཉིན་གཅིག་ངས་ནི་རྩ་བ་ཉིད་ནས་ཐུགས་འགུ་མི་འདུག་ཟེར་ཞུ་ཡ་ཡིན། ད་ད་ལྟ་ཁོ་རང་རང་གིས་བཤད་བསྡད་ཀྱི་ཡོད་རེད་བ། ད་ལྟ་བར་དུ་དབུ་མའི་ལམ་ཅིག་ཅིག་ཅིག་ཅིག་ཅིག་བཤད་བསྡད་ཀྱི་ཡོད་རེད་མ་གཏོགས་ཅེས་སྐད། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་གོ་རྟོགས་སྤེལ་བསྡད་ཀྱི་ཡོད་རེད་བ། སྤྱི་ཚོགས་ནང་ལོགས་ལ་གོ་རྟོགས་སྤེལ་གྱི་ཡོད་གཅིག་རེད་གཉིས་རེད་དབུ་མའི་ལམ་ཅིག་རེད་ཟེར་རྒྱ་བོད་རིན་པོ་ཆེ་གི་བཀའ་རེད་ཟེར་རྒྱ་བོད་རིན་པོ་ཆེ་གི་མཚན་དེ་དེ་རྣམས་མང་དྲས་ནས་འགྲོ་བསྡད་ཀྱི་ཡོད་རེད་བ། ད། དོན་རྟོགས་སུ་བལྟས་པས་ཡིན་ན། དོན་དག་དེ་མ་བབས་པས་ཡིན་ན། དགྲ་བོ་རྒྱ་ནག་གིས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ཁ་ཚིག་ག་གཉིས་ཉེ་ཆར། སྐད་ཆ་ཇི་བཞིན་བླངས་ཡོད་རེད་པ། ཨོ་ཡ། རྒྱ་བ་རིན་པོ་ཆེ་དང་རྒྱ་བ་རིན་པོ་ཆེ་གི་འཁོར་གྱི་མི་སྣ་ཁ་ཤས་ཅིག་གི་ཆེད་དུ་ལ་ཡང་སྐད་ཆ་བཤད་ཀྱི་ཡིན་སྐད་ཆ་བཤད་ཡོད་མ་གཏོགས་ཅིག་གིས་བོད་དོན་ཐོག་ལ་ཡང་སྐད་ཆ་བཤད་ཡ་གོ་རེ་མེད། ཏེ། དགྲ་བོ་རྒྱ་ནག་གི་ཕར་ཚིང་ཁ་ཉིན་ཉེ་ཆར་གསལ་བསྒྲགས་བྱས་ཚར་ཟེར་བ། ད་དངོས་གནས་བྱས་ན་བོད་ང་རང་ཚོ་རྒྱལ་གཅེས་དབུ་མའི་ལམ་ཡིན་ནས་འདྲ་རང་བཙན་འཐབ་རྩོད་པ་དེ་ཚོ་ཡིན་ནས་འདྲ་རང་བཙན་འཐབ་རྩོད་པ་དེ་ཚོ་གི་རྩོད་ཀི་ཡོད་རེད་རྩོད་བཞིན་པ་རེད་འདུག་དེས་དགྲ་བོ་རྒྱ་ནག་ལ་ཡར་ཕར་ཁ་བཏོན་ནས། ཁ་སང། ཉེ་ཆར་དུ་བ་སྦྱིན་ས་ཡོད་བེ་ཇའི་ཕེབས། རྒྱ་མི་གི་སྲིད་འཛིན་དེ་རྒྱ་རྒྱ་ག་ས་ད་ལྟ་ཕ་རི་སི་ལ་ཡར། France ལ་སླེབས་པའི་སྐབས་སུ། རྣམ་དཔྱོད་བཏོན་སོང་བ། ཡིན་ནའི་ལས། ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཡ། དགྲ་དགའ་གཉེན་སྡུག་གི་སྐད་ཆ་བཤད་དེ་ཉེས་ཁ་ཤས་བྱེད་ཀི། ཧ་ནི་སྤྱི་ཚོགས་ནང་ལོགས་ལ་དྲ་རྒྱ་ནང་ལོགས་ལ་ཡ་ག་ར་ག་ར་བཤད་ཀི་འདུག། དེ་གས་མཐོང་གུ་གོ་རོ་ཨ། གལ་སྲིད། རྒྱ་མི་དང་ཚོ་གས། ཧ་ནི། ཁྱོད་རང་ཚོ། དབུ་མའི་ལམ་ཡང་དག་པ་ཅིག་རེད་མི་འདུག་རང་བཙན་རྩོད་ཉེན་འདུག་རང་བཙན་མ་རྩོད་ན་ང་ཚོ་སྐད་ཆ་བཤད་ཀི་ཡོད་ཡིན་ཟེར་ནས་སྙན་མ་བཤད་པ་ནང་བཞིན་ཅིག་བཤད་ཀི་ཡོད་ན་ཧ་ནི་ཅིག་བོད་པའི་ནང་ལོགས་ལ་ཡ་མ་གོ་གཏོགས་རོ་ཅིག་པས། ཨ་ཨོ་མ་ལགས་འདི་འདི་འདི་འདི་རེད་འདི་འདྲ་འདི་འདྲ་བྱེད་རེད་ད་ཁོ་ཅིག་འཇམ་བྱ་རོགས་ཅིག་ང་ཚོ་རྒྱ་མི་གི་སྡད་ཤོག་ལབ་གི་འདུག་ཟེར་ནས་བཤད་ཡོད་རེད་བ་འདི་ནི་རེད་མི་འདུག་བ། ད་ང་རང་ཚོ་ཨོ་མའི་ལམ་གི་གོ་རྟོགས་སྤེལ་ཡ་ཡིན་ནོད་ལེ་འཛམ་བུ་གླིང་གི་སྡིངས་ཆ་ལ་ཡ་རྒྱབ་སྐྱོར་གྱི། འཛམ་བུ་གླིང་གི་ད། ཁོ། ལུང་པ་ལུང་ཆེན་ཡིན་ནའི་འདྲ་དཔོན་པ་དཔོན་ཆེན་ཡིན་ནའི་འདྲ་འདི་གས་ལ་ཡ་རྒྱབ་སྐྱོར་ཚད་དགོས་དགོས་རེད། རོགས་རམ་བྱེད་རོགས་ཅིག། ཨོ་མའི་ལམ་བསྒྲུབ་ཡ་བྱེད་དོ་ལ་ཡ་ཨ་ནི་གཅིག། ཨ། ཕྱི་རྒྱལ་ཡུལ་གྲུ་ཁག་གི་མི་ཆེན་དཔོན་ཆེན། ལུང་པ་སྟོབས་ཆེན་འདི་སྐད་ཀྱིས་ལག་ལེན་འདི་འདྲ་འདི་འདྲ་ཅིག་བསྟར་བ་ཡིན་ན་ཨ་ནི་རྒྱ་ནག་གིས་དབུ་མའི་ལམ་འདི་ལ་ཡག་ཅིག་བྱེད་ས་རེད། དབུ་མའི་ལམ་འདི་ལ་ཡག་ཨ་ནི་སྐད་ཆ་བཤད་ས་རེད་བསམ་བསམ་བྱེད་ཀྱི་སྐད་ཆ་བཤད་དགོས་ཀྱི་ཡོད་རེད་བ། ད་ད་ལྟ་བར་དུ་ལ་ཡ་དེ་རྒྱལ་སྤྱིའི་དབུ་མའི་ལམ་གྱི་ཚོགས་པ་ཟེར་ནས་གཅིག་བཙུགས་ནས་དེ་གིས་ག་རེ་བྱེད་བཞག་རེད། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡ། དབུ་མ་དང་རང་བཙན་པ་ར་ལ་ཡ་ཨ་ནི་གཅིག་ཐན་སྐྱེད་བཟོ་ཡ་དང་དབུ་མ་གི་རང་བཙན་པ་ར་ལས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡ་ཨ་ནི་གཅིག་གླེང་སློང་བྱེད་ཡ། འདི་འདྲས་ཅིག་མ་གཏོགས་ཅིག་གི་གལ་མི་འདུག་ཨ། དངོས་གནས་བྱས་ནས་རྒྱལ་གཅེས་དབུ་མའི་ལམ་གི་ཨ་ནི་གཅིག་ཚོགས་པ་ཟེར་ཡ་དེ་དགོས་ཡ་ཁོ་རེ་ཡོད་མ་རེད་ང་རང་ཚོ་འདི་གའི་འདི་ནང་ལོགས་ལ་ཡ། གང་ཡིན་ཟེར་ན་ང་རང་ཚོ་བཙན་བྱོལ་བོད་གཞུང་འདི་དབུ་མའི་ལམ་ཕྱག་འདི་ཡོད་རེད་བ། དབུ་མའི་བཙན་བྱོལ་བོད་གཞུང་འདི་དབུ་མའི་ལམ་ཕྱག་འདི་དུས་བཙན་བྱོལ་བོད་གཞུང་གི། ལས་གཞི་ག་རེ་བཏོན་པའི་ཡིན་ནའི་འདྲ་འདི་ལ་ཡ་ཨོའོ་སྤོང་འདོད་བྱེད་ནི་མ་ཕལ་བའི་ཡིན་ན་ད་ག་ར་བ། ད་ང་རང་ཚོ་རྒྱལ་གཅེས་དབུ་མའི་ལམ་ཟེར་ནི་ད་ད་ད་བཙུགས་ཏེ་ཉེ་འདི་གས་འདི་གས་ག་དུས་བཙུགས་པ་རེད། ག་རེ་དམིགས་ཡུལ་ག་རེ་རེད་འདི་གས་འདི་ཧ་གུ་གོ་རང་ང་རང་ཚོ་གིས། ད་ལོ་བཅུ་ལོ་ག་ཚོད་ཅིག་འགྲོ་གི་འདུག་ལོ་བཅུ་ལོ་བཅུ་གྲངས་ཅིག་འགྲོ་གི་འདུག་བ། དབུ་མའི་ལམ་འདི་བཙུགས་ནི། འདི་སྐད་འདི་སྐད། ཨ་ནི་མི་སྣ་ཁ་ཤས་ཅིག་ནག་པོ་བཟོ་ཡའི་ཆེད་དུ། མི་སྣ་ཁ་ཤས་ཅིག་གིས་ཨ་ནི་རྒྱ་བ་རིན་པོ་ཆེ་གི་བཀའ་གསུང་ཅི་དྲུག་ཞུ་གི་མི་འདུག་ཟས་གོ། ཆེད་དུ་ལ་ཡ་དབུ་མའི་ལམ་དེ་གཙུག་བྱ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། ད་ལྟའི་ཆ་ནས་ཡིན་ནའི་འདྲ་དབུ་མའི་ལམ་གི་འདི་ནི། རྒྱལ་གཅེས་དབུ་མའི་ལམ་ཟེར་ནས་ཅི་བྱེད་ཅིག་བཤད་དུས་ཞལ་འདེབས་ཞལ་འདེབས་བསྡུ་རུག་བྱེད་ཡ་དང། ཁོ། ད་ག་ཨ་ཟི་ཚོགས་འདུ་རེད་ཅེས་ཚོགས་ཞལ་འདེབས་བསྡུ་རུག་ར་བྱེད་འདི་མ་གཏོགས་ལས་འགན་ཁེ་གེ་ལས་ཀ་ཁེ་གེ་ཅིག་བྱེད་ཀྱི་མི་འདུག་བ། ང་རང་ཚོ་དབུ་མའི་ལམ་གྱི་སྡིག་གང་ལ་ཡང་བཤད་ཡ་ཡིན་ད་འཛམ་བུ་གླིང་གི་སྡིང་ཆ་གང་ལ་མང་དོན་ནི་བཤད་དགོས་དགོས་རེད་བོད་ནང་གི་གནས་སྟངས་དེ་འདྲའི་དེ་འདྲའི་ཅིག་ཆགས་དེ་འདུག་ཟེར་ད་དབུ་མའི་ལམ་དེ་མི་དྲལ་བའི་དེ Approach ཡིན་ནའི་འདྲ་རྒྱབ་སྐྱོར་དེ་མ་རག་པ་ཡིན་ན། བོད་ནང་གི་མ་འོངས་པ་གི་བོད་ནང་གི་གནས་སྟངས་དེ་ཚོ་དེ་འདྲའི་དེ་འདྲའི་ཅིག་ཆགས་ས་རེད་བཤད་དགོས་དགོས་ཡོད་ར། དགྲ་བོ་རྒྱ་ནག་གི་བྱས་སོང་བ། དེ་སྔོན། ང་རང་ཚོ་འདི་གར་ས་དད་ཀྱི་ཁོང་གི་ས་ཆ་ཁ་ཤས་བྱས་ལ་ཡ། བལ་དུ་འཁོར། མི་རབས་ནས་མི་རབས་འདས་འདས་པོ་གི་ལུང་པ་གང་ས། སྟོང་པ་བཟོས་ནས་སྤེལ་གྱི་འདུག་ཨ། ད་འདི་གས་དུས་གོ་རྟོགས་སྤེལ་དགོས་གོ་ར་འཛམ་བུ་གླིང་གི་སྡིངས་ཆ་གང་ལ་སྟོན་དགོས་གོ་ར། དངོས་གནས་ལ་ཡང་རྒྱལ་གཅེས་དབུ་མའི་ལམ་ཅི་ཅི་ཅི་ཅི་ཅི་བཤད་དེ་ཉན་དེ་ཚོ་སོ་སོ་གི་འབག་སྒུག་དང། སོ་སོ་ཅིག་ལྟོ་གོས་འཚེད་ས་དང། སོ་སོ་གིས་འཁོར་ཁ་ཤས་ཤིག་སྲུང་སྐྱོབ་བྱས་ཆེད་དུ་མ་གཏོགས་ཅེས་ཀྱི་ཨ་ནེ་དངོས་གནས་ཁོ་རང་བོད་སྤྱི་པ་ལ་ཡང་བསམ་བློ་བཏང་ནས་རྩ་བ་ཉིད་ནས་ལས་ཀ་བྱེད་གི་མི་འདུག་ཟེར་ནས་ཞུ་ཡ་ཡིན་ད། འོ་དེ་འདྲ་བྱས་ལགས་སོ།